ཏག་ཏག་རེད་དམ་མ་རེད་པས་ག་འདྲས་རེད་དམ་མ་རེད་པས་སྤྱི་ཚོགས་ནང་ལོག་འདིས་བསམ་ཚུལ་ག་འདྲས་འགྲོ་གི་འགྲོ་པས་དམིགས་བསལ་སྤྱི་བེད་ཀྱི་འགན་འཁྱི་ངན་གང་ལ་དེ་ངས་མི་འགན་འཁྱི་ངན་བྱེད་གི་ཨ་ནི། སྲིད་སྐྱོང་སྤེན་པ་ཚེ་རིང་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ན་རེད་སྲིད་སྐྱོང་བློ་བཟང་སེང་གེ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ན་རེད་འདི་ཨ་ནི་ཕྱི་ལ་ངོ་སོ་དོད་བོ་ཐོག་ནས་བཤད་པ་ཡིན་ན་དེ་རྩ་བ་ཉིད་ནས་དག་ད་མ་རེད་ཟེར་རྗེས་དེ་ངས་སྐད་ཆ་བཤད་བསྡད་དེ་ད་ག་རང་རེད་བ། སྤྱི་བའི་སྡེ་ལྔས་མི་གཅིག་སྤྱི་བའི་རང་ལ་བསམ་བློ་བཏང་བྱས་ཤིང་ལས་ཀ་བྱེད་དགོས་ཀུ་རེ་ཀུན་སློང་གིས་ད་ག་དགོས་ཀུ་རེ་ཁ་ནས་ད་ག་རང་དགོས་ཀུ་རེ་ཟེར་དེ་འདི་རེད། དལ་འགྲོ་སོང་ཚ་འདི་ལ་ངས་དཔྱད་ཞིབ་བྱས་བྱས་བྱས་ངས་ཤེས་པ་ཡིན་དལ་འགྲོ་སོང་ཚ་རྗེས་ལ་ད་ལྟ་རྒྱའི་བསྟན་འཛིན་དགའ་བ་ལགས་ཀྱིས་ང་ཟུར་ལ་འབྲེལ་བ་བྱས་བསྡད་ཀྱི་འདུག་དལ་འགྲོ་སོང་ཚ་ངས་ཁོ་རང་ལ་ག་རེ་ལ་བཤད་པ་ལ་ན་ངེད་ཀྱི་བརྙན་ཐུང་འདི་ཆ་ཚང་ཞིག་བལྟ་ཨ་སི། ངའི་བརྙན་ཐུང་འདི་ལྟ་བྱེད་ཅེས་བྱས་ཨ་ནི་དེའི་ནང་དོན་ལ་ངས་རྫུན་མ་དེ་འདྲ་བཤད་བཞག་ཟེར་ཞེས་ཁྱོད་རང་བསམ་གྱི་ཡོད་པ་ཡིན་ན་ཨ་ནི་ཁྱོད་རང་ཁུངས་སྐྱེལ་ར་སྤྲོད་བྱེད་ཀྱི་དང་བྱེད་ཐུབ་ཀྱི་ཡོད་པ་ཡིན་ན་ཨ་ངས་ཁོ་རང་ལ་དགོངས་དག་ཐུགས་བདེན་ཞུ་ན་ཞུ་གོ་ཧོས། ད་ག་ན་ཤིན་གྱིས་ཁོ་རང་གིས་ང་ལ་མིང་རྗེས་ཟུག་འདུག་ལྷས་ཏེ་རེ་ཞབས། ངས་གལ་སྲིད་ཁྱོད་རང་ལ་རྒས་བསྟན་འཛིན་དགའ་བ་ལགས་ལ་མིང་རྗེས་ཟུག་གི་ཡོད་པ་ཡིན་ན་ཨ་ནི་ང་ལ་དེ་ཨ་རིག་གི་མི་ནི་སོ་དྲག་གི་ཁྲིམས་ཁང་ནང་ལ་ག་བ་སྐྱེལ་བ་ཡིན་ན་འགྲིག་གི་རེད་ད་ཨཱས། འདི་གང་ལགས་ཨ་ནི་ད་ལྟ་མཁས་བཙུན་ངས་སྐར་མ་གཅིག་དང་ཕྱེད་ཀ་རྒྱའི་བསྟན་འཛིན་དགའ་བ་ལགས་ཀྱི་སྐར་མ་གཅིག་དང་ཕྱེད་ཀ་སྐད་ཆ་བཤད་བཤད་རྒྱུ་འདི་གཅིག་པུ་གཅིག་ངས་རྣམ་པ་ཚོ་ལ་སྤྱན་འབུལ་ཞུས་པ་རེད་དེའི་གི་ཐོག་ནས་འདི་སྐད་ཆ་འདི་བཅད་བཏུབ་བྱས་པ་རེད་ས་ཡིས་འདིར་བཞག་སྐར་མ་གཅིག་དང་ཕྱེད་ཀ་བྱེད་རྒྱུའི་སྐད་ཆ་འདི་སྐར་མ་བཅུ་གཅིག་ཡིས་བྱས་པ་ཅི་ང་ལ་ཡོད་ར་སྐར་མ་བཅུ་གཅིག་བྱས་པ་ཅི་ང་ཡོད་འདི་སྐར་མ་བཅུ་གཅིག་བྱས་པ་འདི་ངས་སྤྱི་ཚོགས་དང་ལོ་ལགས་དེ་རིང་དེ། ངས་ངའི་བརྙན་ཐུང་ནང་ལོགས་ལ་བཏོན་པ་ཡིན་ན་སྤྱི་ཚོགས་ནང་ལོགས་བརྡབ་གསིག་ཆེན་པོ་ཅིག་ཡོང་གི་རེད། དམིགས་བསལ་ཁོང་གི་ཆོལ་ཁ་ཅིག་སྐོར་ལ་སྐད་ཆ་བཤད་བཞག་རྒྱུ་ཅིག་གི་གནས་ཚུལ་འདི་བདེན་པ་རྩ་བ་ཉིད་ནས་མེད་པ་ཅིག་ངས་ག་དུས་ནས་ངོས་འཛིན་བྱེད་འདོད་ཡོད་དེ་འདྲ་སོང་ཚེ་དེའི་རིགས་འདི་ཚོ་བཏོན་པ་ཡིན་ན་ཡག་པོ་མི་འདུག་ད་ག་ནང་བཞིན་གྱི་ཁོ་རང་གི་དབུས་གཙང་ཆོལ་ཁ་གི་ཚོགས་གཙོ་ལ

ང་ཐ་ན་ཡན་གྱི་དབུས་གཙང་གི་ཆོལ་ཁ་ནང་ལོགས་ལས་མེད། དབུས་གཙང་གི་ཆོལ་ཁ་ནང་ལ་འབྲེལ་བ་མེད། རྡ་རམ་ས་ལ་ས་གནས་འགོ་འཛིན་ཆ་ཡ་དི་བི་དབུས་གཙང་ཆོལ་ཁ་གིས་དེའི་སྐབས་ལ་ཟླ་བ་ཚེ་རིང་ལ་ཁ་བརྡས་བཅག་བྱས་རྗེས། རྡ་རམ་ས་ལ་ཡི་ས་གནས་འགོ་འཛིན་ཆ་གྱོད་དུ་མི་དེ་འདྲའི་གཅིག་ཡིན། དེ་འདྲ་སོང་ཙང་ནམ་རྒྱུན་དུ་སྙེ་མ་དབུས་གཙང་ཆོལ་ཁ་གི་སྤྱི་འཐུས་ལངས་པའི་སྐབས་ལ་དབུས་གཙང་ཆོལ་ཁ་ལ་ཞེན་ཁོག་དགོས་ཀྱི་རེད་ལབ་པའི་སྐབས་ལ་དེ་སྐབས་ལ་ཁ་བརྡའི་དཔྱ་ངན་འདི་ལ་ཏག་ཏག་མ་རེད་ཟེར་ངེས་ང་ཡིན་དེ་འདྲ་སོང་ཟེར་དེ་འདྲའི་ཡི་གེ་ཆོལ་ཁ་གི་ཞེན་ཁོག་མི་ཁ་ཤས་ལ་ཡོད་པ་ནས་བཞིན་གྱི་ང་ལ་རྩ་བ་ཉིད་མེད་མི་ནི་སོད་ཁྲ་ནང་ལ་དབུས་གཙང་ཆོལ་ཁ་གི་ཚོགས་པ་འགྲོ་བཞིན་ཡོད་རེད་འདི་ནང་ལོག་ལ་ང་མེད་མི་ནི་སོད་ཁྲ་གི་དབུས་གཙང་ཆོལ་ཁ་གི་སྡེ་བ་ལ་སྤྲོ་སྐྱིད་ཡིན་རེད་བཏང་གི་རེད་ང་འགྲོ་ཡས་དགོས་མེད་དེ་འདྲ་སོང་ཟེར་འདི་ང་ལ་བྲེལ་བ་རྩ་བ་ཉིད་ཡོད་མ་རེད་ལ་གཅིག་དེ་རེད།

ཕ་ཅོག་གི་རྒྱབ་སྐྱོར་བ་དེ་ཚོས་ཀྱིས་ཨ་ནི་ད་པན་པ་ཚེ་རིང་རྒྱབ་སྐྱོར་བ་འགྲོ་ཞིག་ལ་ཡོད་འདུག་ར་པན་པ་ཚེ་རིང་རྒྱབ་སྐྱོར་བ་དེ་ཚོས་ཀྱིས་ཨ་ནི་རྒན་བསྟན་འཛིན་དགའ་བོ་ལ་གནོད་ཤུགས་སྤྲད་བྱས་རྗེས་ཁོ་རང་ཚོ་རང་གིས་ཡི་གེ་བྲིས་བྱས་རྗེས་འདི་རྒན་བསྟན་འཛིན་དགའ་བོ་ལ་ཀློག་བཅུག་པ་རེད་ཟེར་ལ་ཡི་དེས་ཨ་ནི་སྐད་ཆ་ཅིག་ག་བ་ག་ཟེར་ལ་འགྲོ་བསྡད་བྱས། ད་འདི་ཐོག་ལ་ཡང་ངས་ཞིབ་འཇུག་བྱས་པ་ཡིན། འདི་ངས་ཐོག་ལ་ཞིབ་འཇུག་བྱས་པའི་སྐབས་ལ

བ་དེ་བསྟན་འཛིན་དགའ་བ་ལགས་ལ་དངོས་གནས་དྲང་པོ་དྲང་བཞག་ཁོད་རང་ལ་ཡོད་པ་ཡིན་ན་ཁྱོད་རང་ལ་ད་ལྟ་འདྲ་ཡོད་འདོད་པ་འདི་སྐར་མ་བཅུ་གཅིག་ཆ་ཚང་ཅིག་དང་ཨ་ད་ནས་ཤིང་གི་སྐར་མ་ཉི་ཤུ་དབུ་གཙང་ཚོགས་གཙོར་སྐད་ཤེས་དགོས་འདི་འདྲ་འདི་ཆ་ཚང་ཅིག་ཨ་མི་མང་ལ་ཅིག་བཀྲམ་ད་དེ་བཀྲམ་ཐུག་མར་བ་དེ་འདྲ་གསུངས་ཟེར་དེའི་རྗེས་ལ་ཨ་ནི་ག་ལ་བ་རེད་མི་ནི་བསོད་རེད་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་མི་ཉིས་བརྒྱ་ལྷག་གི་སྐུ་ཚབ་ཅིག་ཨ་ནི་ཁོ་རང་ཚོའི་རྒྱུ་ལས་སོགས་ལ་རྒྱུ་ལས་ཟབ་ཆགས་པ་རེད། ཁ་ཤས་ནང་ནས་རྒྱུ་ལས་ཀྱིས་དངོས་གནས་བྲེལ་བ་བྱས་པ་ཡིན་ན་མི་ནི་སོ་རའི་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་མི་བརྒྱ་ཆ་བཅུ་གིས་ཨ་ནི་མི་དམངས་ཚོགས་འདུའི་ཚོགས་སྐོང་བྱེད་དགོས་ཀྱི་འདུག་ལབ་པ་ཡིན་ན་ཁོ་ལ་བའི་ལོ་ཁྲིམས་ཀྱི་གཞི་སྲུང་གི་ཐོག་ནས་ཚོགས་སྐོང་བྱེད་དགོས་ཀྱི་རེད་དེ་ཁྲིམས་རེད་དངོས་གནས་བྱས་པ་ཡིན་ན། མི་ནི་སོ་ཏྲ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་མི་ཉིས་བརྒྱ་ལྷག་བརྒྱ་ཆ་ཉི་ཤུ་གིས་ཚོགས་འདུའི་ཚོགས་དགོངས་འབྱེད་དགོས་འདུག་འདི་བས་མི་ནི་སོ་ཏྲ་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་མི་གི་ཨང་གྲངས་དང་ཆ་ཚང་ཡོད་པ་ཁ་པ་ཨང་གྲངས་ཆ་ཚང་ཡོད་པ་ཡིན་ན་ཡང་མི་ནི་སོ་ཏྲ་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་འདུའི་ཚོགས་དགོངས་འབྱེད་ཐུབ་ས་མ་རེད་ཟ་ང་ཟི་ངན་མང་པོ་ཆགས་ས་རེད་ཞེས་བ་པོ་ཞིག་ལབ་པ་རེད་ད་དེ། ད་འདི་ལབ་པ་ཡིན་ན་ཡང་ད་འགྲིག་གི་འདུག་ཁྱད་པོ་ཞིག་མི་འདུག་ཡིན་ནའི་མཐའ་མ་དེ་ལ་ཨ་ནི་ཁོ་ཚོའི་གི་སྐུ་ཚབ་གསུམ་གྱི་ཡ་བཅའ་བའི་སྐབས་ལ་ཨ་ནི་རྒྱའི་དཀའ་བ་རྒྱའི་བསྟན་སྲིད་དཀའ་བ་ལ་ལ་ཨ་ནི་ཁྱོད་རང་གི་སྐད་ཆ་བཤད་བཞག་རྒྱུ་ཆ་ཚང་བ་དེ་འདི་ཡིན་ཟེར་བཞིན་ལབ་པའི་སྐབས་ལ་ཨ་ནི་གཞི་ནས་རྒྱའི་བསྟན་སྲིད་དཀའ་བ་ལ་གི་ཁས་ལེན་བྱེད་བྱེད་བྱེད་ཨ་ནི་འདི་ངེས་ར་འདྲ་རེད། ཨ་ནི་མཐའ་མ་དེ་ལ་ཨ་ནི་རྒྱུ་ལས་ཅིག་གི་རྒྱའི་བསྟན་སྲིད་དཀའ་བ་ལ་ལ་ད་རྒྱའི་བསྟན་སྲིད་དཀའ་བ་ལ་ཁྱོད་རང་རྒྱུ་ལས་ནས་དགོངས་པ་མ་ཞུས་པ་ཡིན་ན་ཡང་ཨ་ནི་དགོངས་དག་ཐུགས་བདེན་གྱི་ཞུ་ཞོག་ཟེར་བཞིན་ལབ་པའི་སྐབས་ལ་ཨ་ནི་རྒྱའི་བསྟན་སྲིད་དཀའ་བ་ལ་གི། འདི་འགྲིག་གི་འདུག་ཨ་ནི་མཐའ་མ་དེ་ལ་ཨ་ནི་འདི་དགོངས་དག་ཐུགས་རྟེན་ཞུ་ཡས་ཀྱི་ཡི་གེ་ཇི་དེ་བི་ཨ་ནི་ད་ལྟ་ཁོ་ཚོས་སྐུ་ཚབ་མི་གསུམ་ལ་དྲི་རོ་བྱས་ལ་དོ་ཨ་རྒྱུ་ལས་ཁོ་རང་ཚོས་ཀྱི་ཕར་དྲི་རོ་བྱས་ལ་དོ་ཨ་ཨ་ནི་རྒྱུ་ལས་གཅིག་འདི་ད་སྐབས་ལ་ཨ་ནི་སྐུ་ཚབ་གསུམ་ནས་སྐུ་ཚབ་གཅིག་གིས་དྲིའི་ཆེད་བཅས་བཅས་ཁོ་རང་ལ་བཏོན་པའི་སྐབས་ལ་ཨ་ནི་འདི་འགྲིག་གི་འདུག་ཨ་ནི་ད་ག་རང་བྱེད་ཀྱི་ཡིན་བྱས་བྱས་བྱས་དགོངས་དག་ཐུགས་རྟེན་ཞུ་རྒྱུ་ཅིག་རེད་ཤག་མ་གཏོགས་འདི་ཨ་ནི་དགེ་བསྟན་འཛིན་དགའ་བ་ལགས་ཀྱིས་ལུས་འབྲུ་མེ་བྱས་མེད་པ་ཡིན་ན་ཡང།

འདི་སོ་སོས་འདུ་འགྲིག་བྱས་པ་འདི་ཁས་ལེན་བྱེད་བྱེད་བྱེད་འདི་སྤྱི་ཚོགས་རྣམས་ལ་དགོངས་དག་ཐུགས་བདེན་ཞུ་དགོས་ཡ་གི་གནས་སྟངས་ཅིག་ཆགས་པ་ཅིག་རེད་བྱེད་བྱེད་ངས་དེ་འདི་གསལ་བོ་བྱེད་བྱེད་ངས་ཡིན་པ་འདི་ངས་དགེ་བསྟན་འཛིན་དགའ་བ་ལ་ཡི་ཧ་གུ་གུ་རེད་ད་ག་ནས་ཤེས་འདི་སྐབས་ལ་སྐུ་ཚབ་གསུམ་འདི་ཧ་གུ་གུ་རེད་རྒྱུ་ལས་ཚོ་ཧ་གུ་གུ་རེད་ཞུ་ཡ་ཡིན་འདུག་ཞུ་ཡིན། ད་དེ་ནས་ད་དགེ་བསྟན་འཛིན་དགའ་བ་ལགས་ཀྱི་ཨ་ནི། མི་ནི་སོ་ར་བོད་རིགས་སྤྱི་མཐུན་ཚོགས་པའི་གི། WhatsApp གི Group ནང་ལོགས་ལ་ཨ་ནི། སྲིད་ཟུར་བློ་བཟང་སེང་གེའི་སྐད་གདངས་གོ་ཡ་གི་རྒྱུ་བ་རྒྱུ་མཚན་ག་རེ་ག་རེ་ཡིན་མེད་ཅིག་ཨ་ཅིག་མང་ཚོགས་ལ་བཤད་ཤེས་རྒྱུ་ཅིག་མང་པོ་ཞིག་འདུག་བ། ཨ་ནི་དེའི་ནང་ལོགས་ལ་ཨ་ནི་ངས་ཅིག་ངས་གསལ་བོ་ཞིག་བཟོས་བཞག་པ་ཡིན་ན་ར་བ་དམིགས་བསལ་ཆོལ་ཁ་ཅིག་སྐོར་ལ་ཅིག་བཤད་བཞག་ཞེས་རེད། དེ་ག་རེ་རེད་ཟེར་ན་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་དམིགས་བསལ་མི་ནི་གསོད་ར་གི་དེ་འཛོམས་འཛོམས་མང་པོ་ཅིག་ནང་ལོགས་ལ་རང་བཙན་ལ་དེ་དངུལ་ཡིན་པ་ནས་རེད་ད་ག་ནས་བཞིན་ཚོང་མི་ཡིན་པ་ནས་རེད་བོད་པ་འཛོམས་ས་དེ་འདྲས་ལ་ཨ་ནི་ཕྱོགས་གཏོགས་གཅིག་གི་མི་སླེ་གི་མི་འདུག་འདི་ལ་ཤོག་ཕྱོགས་གཏོགས་གཅིག་གི་མི་སླེ་གི་མི་འདུག་ཕྱོགས་གཏོགས་གཅིག་གི་མི་དེ་ཚོ་སླེ་ཡ་དོན་དག་ལ་ཨ་སིད་སུད་སློབ་ས་ཟིན་གི་སྐད་བཏང་གི་ཡོད། འདིས་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་འཆམ་མཐུན་དང་རྡོག་རྩ་གཅིག་སྒྲིལ་ཡོང་བའི་དོན་དག་ལ་ང་ཚོས་སྐད་གཏང་གི་ཡོད། ཟེར་ཞིང་དེ་ལས་ཤག་དེ་ལས་ཁྱོད་དེ་ང་འགྲོ་ཆ་ཤེས་པ་ཡིན་ན་སྐད་ཆ་ནང་ལ་དེ་སྐད་ཆ་དེ་ཞི་ར་ཤར་ར་བྱོས་མ་སོང། དེ་སྐད་ཆ་དེ་ག་རེ་རེད་ལབ་པ་ཡིན་ན། Donald Trump རྒྱབ་སྐྱོར་བྱེད་ངེས་མི་དེ་ཚོ་གི་ཚོགས་འདུའི་ནང་ལོག་ལ་རོགས་ད Donald Trump གི་རྒྱབ་སྐྱོར་བྱེད་མཁན་གི་མི་དེ་ཚོ་གི་ཚོགས་འདུའི་ནང་ལོག་ལ་ང་ཚོ་གཅིག་སྒྲིལ་དགོས་ཀྱི་རེད Kamala Harris གི་རྒྱབ་སྐྱོར་བྱེད་མཁན་མི་དེ་ཚོ་སྐད་གཏང་དགོས་རེད་ཟེར་ཞིང་ལག་ཡོད་འགྲོ།

འདིས་བསམ་བློ་བཏང་སྟངས་བྱབ་ཆུང་ཞུ་འགྱུར་བ། སུད་སུད་ཀྱི་སྲིད་སྐྱོང་གི་འོས་མི་དེ་ཡར་སླེབས་མ་སོང་འོ་དེ་དམའ་ལས་ཆེ་ཆེ་བྱས་ཨ་རང་ཟེར་ལ་དེ་དངུལ་སྤྲི་གི་མེད་ཚོང་མིས་སྤྲི་གི་མེད་བོད་པའི་འཛོམས་སར་སླེ་གི་མེད་ཟེར་གི་དེ་འདྲས་ཀྱི་བསམ་བློ་བཏང་སྟངས་ཆུང་ཆུང་ཡོད་དེ་ངས་དེ་ལྕི་བ་ལ་བསམ་བློ་མ་བཏང་ངེས་འགྱུར་བ། ད་ད་ད་གལ་བསྟན་འཛིན་དགའ་བོ་ལགས་ཀྱིས་བཤད་བསྡད་ཡ་དེ་ག་རེ་རེད་ན་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་མཆོག་སྐད་བཏང་བ་ཡིན་ན་ཁོག་གི་ཕྱོགས་གཏོགས་དེ་མི་དེ་སླེ་གི་རེད། ཁོ་རང་གི་ཕྱོགས་གཏོགས་ཀྱི་མི་དེ་སླེབས་པ་ཡིན་ན་ང་ཚོ་སྤྱི་ཚོགས་ནང་འཆམ་མཐུན་ཡོང་རྒྱུ་རེད་གཅིག་སྒྲིལ་ཡོང་རྒྱུ་རེད་ཟེར་ལབ་པ་རེད། ད་དེ་དམིགས་ཡུལ་དེ་དེ་འདྲའི་འགྲོ་ཅིག་ཡིན་པ་ཡིན་ན། དེ་ལབ་པའི་སྐབས་ལ་ཁོ་རང་གི་སྲིད་སྐྱོང་ཟུར་བ་བློ་བཟང་སེང་གེ་ལ་ནག་པོ་བཟོ་ཡག་གི་བསམ་བློ་བཏང་དགོས་པ་རེད་རྒྱུ་མཚན་ག་རེད་ཟེར་ལབ་པ་ཡིན་ན་ད་ལྟ་བར་དུ་སྲིད་སྐྱོང་ཟུར་བ་བློ་བཟང་སེང་གེ་རྒྱབ་སྐྱོར་བྱེད་མཁན་མི་དེ་ཚོ་རང་བཙན་ལ་དེ་དངུལ་མ་སྤྲད་པ་ད་ག་ན་ཤེས་ཀི། བོད་སྤྱི་མཐུན་ཚོགས་པའི་ཚོགས་མི་གིས་དངུལ་མ་སྤྲད་པ་བོད་པའི་འཛོམས་ས་ལ་མ་སླེབས་པ། བོད་པའི་སྤྱི་ཚོགས་ནང་ལ་དྭང་བླང་ཞབས་ཕྱི་ཞུ་མ་ཞུ་བ་དེ་ཧ་ལམ་མ་ཤི་ན་སློབ་ར་སེང་གེ་གི་རྒྱབ་སྐྱོར་བ་འདི་ཚོ་རེད་སྤྲོད་ཀྱི་རེད་ཅེས་བཤད་དུ་ཡོད་ཟེར་བ་དེ་རྩ་བ་ཉིད་ནས་དག་ད་མ་རེད། བོད་པ་མང་ཆེ་རུ་ཅིག་ཨ་ནི་ཅིག་བོད་རིགས་སྤྱི་མཐུན་ཚོགས་པའི་གི་ཅིག་འཛོམས་འཛོམས་རྒྱལ་ཆེ་ཤོས་གཉིས་གསུམ་ས་ན་སླེད་དུ་ཡོད་ལོ་སར་སླེད་དུ་ཡོད་འཁྲུངས་སྐར་སླེད་དུ་ཡོད། དེ་ནང་ལ་ཆོལ་ཁ་སུམ་ཆ་མི་ལས་དེ་འོར། མ་ཡོང་ངས་མི་གཅིག་ཆོལ་ཁ་སུམ་ཆ་ནང་ལ་མི་ཡོད་རེད། དམིགས་བསལ་མི་ནི་སོ་སོའི་ནང་ལོག་ལ་མི་མང་པོ་ཅིག་ཡོང་མ་ཡོང་གི་དགོས་པ་རྒྱུ་མཚན་ཁ་དྲི་ན་ལས་ཀ་གཉིས་སུ་གཉིས་སུ་བྱེད་ཡོད་རེད་ཆུ་ཚོད་བཅུ་དྲུག་བཅུ་དྲུག་ལས་ཀ་བྱེད་ཀྱི་ཡོད་རེད་བོད་རིགས་སྤྱི་མཐུན་ཚོགས་པའི་གི་སྤྱི་ཁང་དེ་ཐག་རིང་པོ་ཞུགས་ཡིན་ཙང་མང་པོ་ཅིག་ཡོང་ཐུབ་ཀྱི་ཡོད་མ་རེད། ཡོང་ངེས་དེ་ཚོ་གི་ཡོང། སྤྱི་ཚོགས་དང་བླངས་བྱས་སྤྱི་ཚོགས་ལ་ཞབས་ཇུས་བྱས་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་མི་གི་དངུལ་སྤྲད་ད་ནི་གཟའ་མཇུག་བསླབ་བྱ་ལ་སོ་སོའི་བོད་པའི་སྤུ་གུ་དེ་བཏང། ཨེ་འདྲི་བྱེད་དུ་ཡོད་རེད་མ་ཡོང་ངེས་དེ་ཆོལ་ཁ་གསུམ་ཆ་ནང་ལ་ཡོད་རེད་དེ་འདྲ་སོང་ཙང་གཅིག་ད་ལྟ་བོད་དུ་མི་ནི་སོ་ར་ནང་ལ་བོད་རིགས་སྤྱི་མཐུན་ཚོགས་པ་མི་ནི་སོ་ར་བོད་རིགས་སྤྱི་མཐུན་ཚོགས་པའི་བར་ལ་ཚོགས་མི་དང་བོད་པ་ཚང་མ་ང་ཚོ་འཆམ་མཐུན་ཡག་ཐག་ཅིག་ཡོད་བསྡད་པ་དེ་ཨ་ནི་དེ་འདྲའི་གི་གནས་ཚུལ་དེ་འདྲ་བླངས་བྱས་བྱས་བྱས་འཆམ་པོ་མེད་བ་བཟོས་ཡས་གི་རྙོག་དྲ་བཟོས་ཡས་གི་ངས་ལང་ཀག་ཆེན་པོ་འགྲོ་ཞིག་མཐོང་གི་ཡོད་ཙང་ངས་འདི་སྐད་ཆ་དེ་ཚོ་ལ་བྲེལ་བ་རྩ་བ་ཉིད་ནས་མཐོང་གི་མེད་ཟེར་གྱི་ངས་འདི་གཅིག་ཞུ་བས་ཡིན། དེ་འདྲ་གསུངས་ཙང་འདི་ངེད་ལ་ངས་ལབ་པ་ཡིན་སྲིད་སྐྱོང་ཟུར་བ་བློ་བཟང་སེང་གེ་མཆོག་སྐད་བཏང་ཡ་ལ་དགག་པ་ཁྱེད་སྐུ་སྨད་དེ་བོད་རིགས་སྤྱི་མཐུན་ཚོགས་པས་ཀྱི་ཐག་གཅོད་བྱས་པ་རེད་བསམ་བློ་ག་རེ་གཏང་དགོས་ནས་ཐག་གཅོད་བྱས་པ་རེད་དེ་རེད་བ། རྒྱབ་བྱེད་དགོས་ཡོད་མ་ད་ག་ནས་བཞིན་གྱི་མི་ནུས་སུ་རང་དེ་ངེད་བོད་པ་སུ་འདྲ་ཅིག་གི་ཡིན་ན་ཡང་སྲིད་ཟུར་བློ་བཟང་སེང་གེ་སླེབས་བའི་སྐབས་ལ་མགོ་བོ་འགྱར་བ་དང་ཅིག་བྱས་བ་དང་དེ་འདྲ་རྩ་བ་ཉིན་བྱེད་ཀྱི་མ་རེད། འགྲོ་མ་འགྲོ་སུ་སུ་འདོད་པ་རེད། རེད་བ། འགྲོ་མ་འགྲོ་སུ་སུ་འདོད་པ་རེད་ང་ཡིན་ན་འགྲོ་དགོས་ཡ་གྱི་རྒྱུ་མཚན་གྱིས་གཏོང་གི་མེད།